ཨ་ནི། སྐྱིད་སྣང་གང་སར་བསྐྱངས་མཁན་ལ་དད་པ་རྩེ་གཅིག་འདི་ཨ་ནི་ལྟས་བདེན་གཉིས་དྲ་གྲོགས་བློ་བཟང་བསྟན་འཛིན་ལགས་ཀྱིས་དེ་ནི། ཉིན་ཐུང་བཅུ་སྲང་ལོར་ལོ་རེད་ཅེས་གསུངས་འདུག་བ། ད་ཡིན་ན་ཡང་དྲ་གྲོགས་བློ་བཟང་བསྟན་འཛིན་ལགས་ང་རང་ཚོ་བསྡད་ས་ནི་དེ་ནི་ཐག་ཉེ་པོ་རེད་ཨ་ནི་ང་རང་ཚོ་གཅིག་གཅིག་ངོ་ཤེས་པ་རེད་རེད་བ་ལ། དེ་ཅི་ཟེར་ཐལ་ན་ད་ང་རང་ཚོ་ལ་སྐུ་པར་འདི་འདྲ་རག་ཧ་མ་རེད་དེ་ནས་དེ་ཡིན་དུས་ད་དྲ་ལམ་དྲ་ལམ་གི་ནང་ལ་ཡང་སྐུ་པར་དེ་གཏོང་བསྡད་ཀྱི་ཡོད་རེད་དེ་གཏོང་ལེ་མི་སྲིད་གི་དེ་ནས་ད་ལྟ་བོད་ཀྱི་གསར་འགྱུར་ཁང་ལ་ཡང་ད་ག་རང་བཤད་བསྡད་ཀྱི་ཡོད་རེད་རོ་པཱ། དེ་དེ་རིང་དེ་སྐུ་པར་གི་སྐོར་ལ་དྲུང་གླེང་བྱེད་ཉིན་དེ་སྤྱི་སྟངས་གི་ད་ང་རང་ཚོ་སྐྱིད་པོ་ཡིན་ས་མ་རེད་ག་ས་ཀ་ནས་སྐུ་པར་དེ་གི་སྐོར་ལ་གླེང་སློང་མང་པོ་བྱེད་དགོས་ས་རེད་དེ་གླེང་སློང་བྱེད་དགོས་ཡག་གི་རྒྱུ་མཚན་དེ་ག་འདྲ་རེད་ཟེར་ན་དེ་རིང་ངས་འདི་ཚོགས་པ་ནང་ལ་ཡག་ཚོགས་གཙོ་ཆོས་དང་འདྲ་བའི་གི་སྐད་ཆ་ཁ་ཤས་ཅིག་བཤད་ཆོག་པ་ཞོས་སུ་ཞུ་གི་ཡོད། འདི་ང་ཚོ་ལྕང་སྐར་རིན་པོ་ཆེ་གི་སྐུ་པར་འཇའ་ཡག་ལ་ནི་ང་ཚོ་དང་འདྲའི་དཀའ་ངལ་ཆེན་པོ་རེད་འདི་འདི་རྒྱ་ནག་དམར་པོའི་གཞུང་གི་ཏོག་དབྱིབས་ནད་དུག་དང་འབྲེལ་བའི་གིས་དེ་ནས་མི་དགེ་འཛམ་བུ་གླིང་གི་འགྲོ་འོང་འདུ་འོང་ཡོངས་སུ་རྫོགས་པ་བཀའ་ཐང་གོ་བོ་ལ་གནས་པའི་གཞི་ལ་བརྟེན་ནས་ནི་ང་རང་ཚོ་བླ་མའི་ཆོས་བཤད་ཡ་དང་བླ་མའི་ཞལ་མཇལ་ཡོང་ཡ་འདི་ཚོ་ལ་ད་ཁ་ལས་ཁ་པོ་ཞེ་དྲག་ཆགས་བསྡད་ཡོད་པ་ཡིན་དུས་ནི་ང་རང་ཚོ་གི་ཚེ་ད་གང་ཚུད་མ་ད་རྟེན་སང་གང་ལ་ཡང་རྟེན་ས་ཁང་ལས་མེད་པ་དེ་འདྲིས་གི་བླ་མ་ཅིག་ཡོད་པ་ཡིན་དུས་ནི་ཁོང་ལ་མཇལ་ཡ་ལ་ད་དཔེ་མ་ཚུད་པ་གི་འདས་པ་ཡོད་བསྡད་པ་ནི་ཁོང་གི་སྐུ་པར་ཐང་ཡ་དེ

སྐུ་ཚེ་རིང་བོ་དེ་ཡང་ལ་ཡ་ཞབས་བརྟན་འདྲ་བོ་དང་སྨན་ལམ་འདྲ་བོ་དེ་ག་རེ་དགོས་ཤོར་ཟེར་ན་ང་རང་ཚོ་བོད་མི་ས་ཡང་དྲུག་བསད་དགོས་ཤོར་ཡོད་ན་འདྲ་གདེང་བསད་དགོས་ཤོར་ན་འདྲ་དེ་ང་རང་ཚོ་གི་མི་འགྲོ་བ་མི་གི་ཁྱད་ཆོས་ལྡན་པའི་གི་ནང་པ་སངས་རྒྱས་བོད་ཀྱི་ཆོས་ཕྱོགས་ལ་ཡོད་བདེན་བྱེད་གི་སེམས་པ་བཟང་པོ་བྱེད་བྱེད་ནས་དེ་ནི་ང་ཚོ་འགྲོ་དགོས་ཡ་ཁྱི་རེད་རེད་མ་ཤེས་ང་རང་ཚོ་འདྲ་བོ་གཅིག་གིས་དེང་སྐྱབས་མགོན་རིན་པོ་ཆེ་སྐུ་རིང་ཞབས་བརྟན་བསྒྲུགས་ཡོད་ཟེར་ན་ཚུར་སྣང་གང་ག་དེ་ནི་ང་རང་ཚོ་གི་ས་ལམ་མི་འདྲ་བ་ལྟར། སྐར་མ་ཁྲི་བཟང་གི་གང་བདེ་བ་འདི་འདྲའི་སྐྱིད་གི། རྒྱལ་བུའི་སྐུ་རང་གི་ཞབས་ཐིང་གན་ཐོའི་གཅིག་གི་གྱེན་ལམ་འབྱོན་ཡ་ཅིག་ང་རང་ཚོ་ལ་ནུས་པ་ཨེ་ཡོད་མི་ཡོད་དེ་ང་རང་ཚོ་གྲོང་ཐོག་ལ་བཞག་རུ་བ། དགོན་པ་ཚང་མ་ཉིན་རུ་བ། དེ་ཡིན་དུ་ཟེར་དམ་ད་ང་ཚོ་ཡག་ཤོས་དེ་ལྕམ་ཀ་རིན་པོ་ཆེ་གི་འཁྲུངས་ཁག་གི་སྐབས་སུ་ལ་ང་རང་ཚོ་གི་བེ་མི་སན་དྲུག་གི། རིན་པོ་ཆེ་ལ་ཕྱག་རྟགས། དེ་ནས་དེ་འདྲའི་འབུ་ཡག་ཕུལ་བའི་སྐབས་སུ་ལ་རིན་པོ་ཆེ་གི་ད་ང་ལ་ཡག། དེ་འདྲའི་སྤྲེལ་ཡག་དང་རྟེན་ཡག་དེ་འདྲའི་གང་ཡང་དགོས་པ་མ་རེད། དུག་དང་གནོད་པ་ཀན་འདི་ལ་སྤྱི་ཚོགས་ཀྱི་ནང་ལ་ཡ་ཨ་ནི་ཀྱི་ལས་ཀ་ག་འདྲས་ཀྱིས་བྱས་པ་ཡིན་ན་བེད་སྤྱི་བ་དང་ཨ་ནི་ཀྱི་ནང་པ་སངས་རྒྱས་པས་དེ་འདྲའི་གི་ཀྱི་གཞི་ལ་བཞག་པའི་གི་ས་ལངས་བཟང་པོ་བྱེད་ཡ། སེམས་བཟང་པོ་བྱེད་ཡ་ཨ་ནི་ཀྱི་དེ་འདྲས་བྱེད་ཡ་ད་ད་གལ་ཆེ་ཤོས་དེ་དེ་ཡིན་གསུངས་ཀྱི་ཡོད་རེད། རེད་གོ་ང་ཚོ་དེ་རེད། ང་རང་ཚོ་གི་རང་རང་སོ་སོ་གི་གནས་སྟངས་གི་ཐད་ཀ་ལ།

དེ་ནས་མི་ཆེན་དཔལ་ཆེན་དུ་སོགས་ཀྱི་སྐད་སྐད་གྲགས་དུ་སོགས་གནང་བས་ཡག་ཐུག་ཡག་ཐུག་མ་ཐུག་མ་ཐུག་ཕ་ཐུག་ཕ་ཐུག། དེ་ནས་ཁ་ཤས་ཀྱིས་ལྕང་སྐར་རིན་པོ་ཆེ་གི་སྐུ་དཔག་དུ་སོགས་བསྟན་ལ་ཡ་དེ་ནས་རྒྱ་ཚོང་བ་རེད་ཟེར་དེ་ནས་དེ་འདྲ་བྲོས། དེ་ནས་དེ་འདྲས་ཀྱི་ཚོགས་པ་དེ་འདྲས་ནང་ལ་དུ་སོགས་ལ་བཏང་བཅས། དེ་ནས་ད་ནི་གོ་ཆག་སྲིད་ཡིན་མདོག་མདོག་བས་ཁྱོ་ག་སང་ལ་ཕན་པའི་གི་སྐད་ཆ་ཅིག་བཤད་གི་ཡོད་མདོག་མདོག་བྱས་བྱས་ནས་ད་སོགས་ནང་ངོ་ཡི་གདུང་ཡི་མེ་ལས་ཀྱི་དུ་སོགས་མ་ཤེས། ཨ་ནི་སོ་སོ་ཡང། དེ་གི་ཀྱག་ཀྱུག་ལ་ལང་དུ་ཡོད་མདོག་མདོག། བོད་རང་བཙན་ཐབས་ཟད་པ་ཡིན་མདོག་མདོག། བྱས་ནས་དེ་འདྲའི་ཚེ་བཤད་ནས་སྐྱབས་མཁར་རིན་པོ་ཆེ་ལ་དམའ་འབེབས་དང་ཟུར་ཟ་བརྒྱན་གླེང། ཐ་ན་དོར་རྒྱ་ཚོགས་པ་ལ་སོགས་པ་གི་དེ་འབྲེལ་གི་ལྗགས་རྒྱུང་ལ་ཡང་འབྱར་ནས། དེ་ནས་ཁྱོད་ཀྱི་དགོངས་དྲུག་གི་ལོ་རྒྱུས་དང་དོར་རྒྱ་ཚོགས་པ་གི་ལོ་རྒྱུས་དང། ཏོ་སོགས་ཡང་སྒྲར་བྱས་ནས་རྒྱལ་བ་རིན་པོ་ཆེ་ལ་དམའ་འབེབས་བྱས། ཡང་ལས་རང་བཙན་བཙོང་ཟུག་ཟེར་ནས་དེ་དུས་ཚོད་བཤད་ནས་མུ་མཐའི་ནས་བསྡད་བསྡད་ཉིད་ཏོ་སོགས་དང་གདོང་འབག་འདྲ་བ་ག་འདྲ་ཅིག་གན་དུ་ཡོད་མེད་ཏོ་སོགས་ཀྱི་སྲང་ལམ་འདྲ་བོ་དང་རྨི་གཞི་འདྲ་བོ་དེ་ག་འདྲ་ཅིག་ཁུར་དུ་ཡོད་མེད་དེ་ང་ཚོ་ཚང་མ་གི་ཧ་གོ་གི་ཡོད་ཟེར་བཤད་ཡིན་རེད་བ། ཡིན་ན་ཡང་ང་དེ་རིང་འདི་ཚོགས་པ་འདིའི་ནང་ལ་ཡང་འབྲེལ་བ་ཡོད་བ་གི་དུས་ཀྱི་བརྗོད་ནས་ངས་སྐད་ཆ་བཤད་ཤེས་མེད། ང་རང་ཚོ་དུས་རྒྱུན་རྣམ་པ་ཀན་ལྡི་ལ་སྤྱི་ཚོགས་ཀྱི་ནང་ལ་ད་ཅི་ཐོང་སང་དང་འགྲོ་ལུགས་བདེ་སང་རྒྱལ་བ་རིན་པོ་ཆེ་གི་དགོངས་བཞེད་སྒྲུབ་ཉེན་ཡིན་དང་མིན་སྤྱི་ཚོགས་ཀྱི་ནང་ལ་ཁ་བྲལ་ག་ཚད་གཏང་གི་ཡོད་མེད་ལས་ཀ་ག་འདྲ་བྱེད་གི་ཡོད་མེད་འབྲི་སྟངས་ག་འདྲ་བརྗེ་གི་ཡོད་མེད་རྩལ་འདོན་ལ་ཐབས་རྩལ་ག་འདྲ་བྱེད་གི་ཡོད་མེད་བྱེད་སྟངས་སྣང་པ་ག་འདྲ་བྱེད་གི་ཡོད་མེད་དེ་རང་རང་སོ་སོ་གི་དྲང་ཐོག་ལ་དྲི་བ་གནང་གིན་ཆགས་ཀྱི་ཡོད་རེད་དེ་ཡིན་དུས་དཔེ་འདྲ་ཆེ་ཆགས་བཞག་ན།

སྤྱི་ཚོགས་ཀྱི་ནང་ལ་ཡང་ང་ཚོ་གོམ་པ་སྤོ་ས་གི་རྐང་པ་འདྲ་པོ་བཙུགས་ས་དེ་རྒྱལ་བ་རིན་པོ་ཆེ་གིས་བཙུགས་ཡོད་པའི་གཞང་དགའ་ལྡན་ཕོ་བྲང་དེ་རེད། དེ་ལ་མཆོག་མ་དགའ་སྙིང་གི་ཉིན་མོ་ཅིག་ཕྱག་འཚལ་བ་ཞུ་གི་ལ། ཨ་ནི་རྒྱལ་བ་རིན་པོ་ཆེ་ལ་དད་པ་ཡོད་ན་འདྲ་མེད་ན་འདྲ་ད་ང་ཚོ་ཧ་གོ་སྡོད་ཀྱི་ཚུལ་དེ་རེད་བ། དེ་འདྲ་ཅི་རེད། རྒྱལ་བ་རིན་པོ་ཆེ་གི་བཀའ་སྲུང་བཅུ་དྲུག་ཞི་གཉིས་ཅིག་ཡིན་ན། ཆབ་སྲིད་ཀྱི་གནས་སྟངས་སྟེང་ལ་ཡང་ལྕམ་ཀ་རོན་པོ་ཆེ་གི་གནང་ཐང་ག་འདྲི་ཅི་གནང་འདུག་ང་རང་ཚོ་གི་སྤྱི་ཚོགས་ནང་ལ་ཡང་གསང་བ་གཏང་ཐང་ག་འདྲི་ཅི་གཏང་གི་འདུག་ཏིང་ངན་པ་འདི། Propaganda ཡིན་ན་འདྲ་ཨ་ཧོ་མུན་ནག་པ་ཡིན་ན་འདྲ་མི་ཆ་ཕོ་མོ་ཡིན་ན་འདྲ་སུ་འདྲ་ཅིག་ཡིན་ན། ཆེས་ཆེ་ཡག་གི་རྒྱ་བསྐྱོད་མཁན་མ་རེད་བས་ཆུང་ཆུང་བས་ཀྱི་ལོ་སང་ཚུད་པ་ཚང་མ་ཧ་གོ་དགོས་པ་ཆེར་བ། དེ་ཧ་གོ་དུས་ས་དེ་ནས་ནི་ལྕམ་ཀ་རོན་པོ་ཆེ་གི་ཚིག་ཆམ་ཐིང་གནང་འདུག་ཡ་དེ་བས་ཆོལ་ཁ་སང་གི་གནས་སྟངས་འདི། ནག་ཚོགས་ཀྱི་ཆོས་དུང་ཆགས་སྲིད་ཤེས་ཡག་ཡོད་ཟེར་ན་མཚོ་ཕག་འདྲ་མིན་མང་པོ་ཅིག་བཙུགས་བྱས་ནས། ད་ནི་ཁ་བྲལ་བཏང་བྱས་ནས་དེ་ནས་ཁ་ཤིག་རྒྱ་ལ་དམའ་འབེབས་ཡོད་མདོག་མདོག་བརྩེགས་བྱས་ནས་དགའ་ལྡན་ཕོ་བྲང་ལ་ངོ་རྒོལ་བྱས་ཁ་ཤིག་རྒྱ་ལ་རྒྱ་ཆོས་ཡོད་མདོག་མདོག་བརྩེགས་བྱས་ནས་རྒྱ་ལ་མགོ་ལྟག་ར་ཞུས། ཁ་ནས་གླེང་ཡང་རང་བཙན་དང་དབུ་མ་པ་རུ་ལ་དཀྲུགས་ཤིང་བཞག་དེ་འདྲས་བྱས་ནས་ང་ཚོ་འགྲོ་བསྡད་ཀྱི་ཡོད་པ་དེ་རེད། དེ་ཡིན་དུས་ས་དེ་ན་ནི་ཆབ་སྲིད་ཀྱི་བགྲོ་གླེང་དེ་མ་བྱས་ན་ཡག་ག་འདུག་ཟེར་བྱས་ནས་ཆབ་སྲིད་ཀྱི་བགྲོ་གླེང་ནང་ལ་ང་ཡང་དག་སང་མི་འཛིན་བར་གྱི་རྒྱུ་མཚན་དེ་དེ་འདྲས་བྱས་ཤིང། ཡེ་མ་ཤེས་ཀྱི་ཤེས་མ་ཤེས་པ་བཅས་དང་ཤེས་མ་ནུས་པ་བཅས་དང་བཤད་མ་འོས་པ་གང་ཡང་མེད། རང་རང་སོ་སོ་འདྲ་བྱས་ན་ཕ་ཡུལ་ལ་མ་སྲང་ལང་སྟོང་ལ་ཡིན་ན་སོ་སོ་གི་འཇིན་ཐང་ལ་མ་འཛག་ཅིག་བཙུད་པ་ཡིན་ན་བོད་རང་བཙན་ཟེར་དེ་དང་ཁྱོད་ཡིད་ཚང་ཟེར་དེ་དང་ཕ་ཡུལ་རང་གི་ཕ་མ་ཤི་བའི་གི་དུ་ས་མ་མཐོང་ཁེལ་གི་མི་ངན་མཐའ་ཤར་བ། ཕ་མ་རང་གི་ཕ་མ་ལས་རྩ་ཆེ་ས་མེད་པ་དེ་ལ་ཇག་ཁོལ་དུ་ཅུང་གང་ཅིག་སྤྲད་མ་ཐོག་བ་གི་དེ་འདྲའི་མི་ངན་མཐའ་ཤར་ཅིག་ཡིན། དེའི་ཆེད་དུ། ང་དང་ང་འདྲ་བོ་ང་ཚང་འདྲ་བོ་གཅིག་གིས། བོད་རྒྱ་གར་ཆེན་པོ་ལ་གསང་བླང་གཏོང་ཐུབ་ས་རེད་དམ་མ་རེད། གཏོང་ན་ག་འདྲས་ཚོད་གཏོང་གི་ཡིན། ལོ་བ་ལ་གཏོང་ཡིན་དང་ཟླ་བ་ལ་གཏོང་ཡིན་འགྲོ་སོང་ག་ཚོད་གཏོང་ཡིན། རྩ་དོན་ལ་རྩོད་ཕུད་ཀྱི་མི་ཆེན་ག་ཚོད་ཐུག་ཡིན་དཔོན་ཆེན་ག་ཚོད་ཐུག་ཡིན། ཐུབ་པ་ཐུབ་སོགས་ཀྱི་མཚན་རྟགས་ག་ཚོད་བཏགས་ཡིན་འབྲེལ་བ་ག་ཚོད་བྱུང་སོང། ད་ང་ཚོ་ཧ་གོ་དགོས་ཀྱི་རེད་བ། རེད་མ་ཤེས་དྲ་ལམ་བརྒྱུད་ནས་ནི་དྲ་རྒྱས་པོ་འདྲ་བོ་ཅིག་ཡིན་མདོག་ཁ་པོ་འདྲ་ཅིག་བཤད་བསྡད་པ་དང་སོགས་ང་ཚོས་ཧ་གོ་དགོས་རེད་བ། ཡོངས་ཀྱི་ཁྲག་གི་སྙོག་ལ་ཡོ་ཁ་བ་ཁོ་བོའི་སྲང་ལ་ཡོད་ཟེར་སྔ་ཚོགས་ཚོང་དམག་གི་ཧ་གོ་བདེ་བ་ཅིག་རེད་མ་ཞིག་གི་མ་མཐོང་བ་མ་གོ་བ་ཅིག་བྱེད་བདེ་བ་ཅིག་གང་ཡང་མ་རེད། དེ་འདྲ་ཡིན་དུས་ས་ཐ་ན་ནི་དྲ་ལམ་གྱི་ནང་ལ་ཡང་ཞུ་རྒྱུ་བྱས་པ་ཡིན་ན། རང་གི་ཐང་བདེ་བ་དང་རྒྱ་སྐྱོང་གི་ཐང་བདེ་བ་དེ་ཚོ་རིམ་པས་བཞིན་བྱས་ནས་བལྟ་དགོས་ཡ་ཅིག་རེད། དེ་ཡིན་དུས་ངའི་གི་ཐང་བདེ་བ་དེ་ད་དྲ་ལམ་གྱི་ནང་ལ་ཡོད་བདེ་བ་དེ་འདིར་འདི་རེད། ཉིན་ཐོ་ཉེར་བཞི་རྩ་གཉིས་ཀྱི་སྤྱི་ཟླ་དང་དགུ་གི་ཚེས་པ་ཉེར་བཞི་རྩ་ལྔ་ཉིན་མོ་ལ་ཨ་ནི་ལྕང་སྐུ་རིན་པོ་ཆེའི་སྐུ་པར་རེད་ཟེར་བཞག་འདུག་བ། ད་ཐ་ཟེར་དྲ་གྲོགས་བློ་གཟུགས་བསྟན་འཛིན་ལགས་ཀྱི་སྟོང་འོག་འདི་ཉིས་སྟོང་བཅོ་སྲང་ལོར་ལ་རེད་ཟེར་གི་འདུག་ད་དེ་གཉིས་བར་ལ་ཁྱད་པར་འདྲ་བ་ག་ཚེད་རྒྱུགས་སོང་ཧད་པ་འདྲ་བ་ག་ཚེད་རྒྱུགས་སོང་རེད་བ། དེ་ནས་བླ་མེད་ཀྱི་སྐུ་མདོག་དང། བླ་མེད་ཀྱི་ཞལ་རས་དེ་སོགས་ལ་བལྟས་པ་ཡིན་ན་ཕམ་ཆེ་ད་སོང་གི་ཡིན་ས་རེད་སང་སང་འདྲ་གྱི་འདུག་རེད་བ་ད་དེ་ག་རེ་ཡིན་ཧ་མི་གོ། དེ་འདྲ་ཡིན་དུས་སྤྱི་སྟངས་ཀྱི་ད་ང་རང་ཚོ་བླ་མེད་ཀྱི། ནི། སྐུད་པར་དང་འདི་སོགས་འཇལ་བ་ཡིན་ན་ད་ག་ཡ་བྱེད་དགོས་ཀྱི་རེད་མ་གཞི་དེ་སོགས་ཀྱི་ཐད་ཀ་ལ་རྩལ་གྱི་འདྲ་པོ་ཅིག་བྱེད་དགོས་དེ་ཡིན་མིན་བྱེད་དགོས། བླ་མེད་ཀྱི་སྐུད་པ་བཏང་ནས་ཡིད་ཆེས་ཡོད་མེད་ཀྱི་སྐད་ཆ་བྱེད་དགོས་དེ་མ་རེད། ཆབ་སྲིད་ཀྱི་གནས་སྟངས་ཅིག་ཤེས་ཀྱི་ཡོད་པ་ཡིན་ན་ངེས་པར་དུ་ཞིབ་འཇུག་བྱེད་དགོས་བ་ངེས་པར་དུ་བརྟག་དཔྱད་བྱེད་དགོས་བ་བྱ་དགོས་བ། དེ་ཡིན་དུས་དེ་སྐྱིད་ང་རང་ཚོ་གི་ཚོགས་པ་འདི་ནང་ལ་ཡག་དགའ་བ་འདྲ་པོ་དང་དེ་འདྲ་གང་ཡང་མེད་འདི་ཞེས་ང་རང་ཚོ་གི་གནས་སྟངས་དང་འགྲོ་སྟངས་དེ། ད་ག་འདྲའི་དམོད་བཀུར་ག་འདྲ་ཞིག་བྱས་པ་ཡིན་ན་ང་ཚོ་ཚང་འདི་ཡ་ཅི་རིགས་མ་ཞིག་གི་རྩ་བ་ཉིད་ནས་བསྐང་ཐུབ་ཡ་ཅི་གེགས་མ་རེད་དེ་ཡིན་དུས་ང་ཚོ་ཚང་མ་གི་གནས་སྟངས་འདྲ་བོ་ག་འདྲའི་ཆེད་ཡིན། ག་འདྲའི་འདྲ་བྱེད་གི་ཡོད་འགྲོ་ལུགས་བདེ་ཐང་དེ་ག་འདྲ་ཅིག་ཡིན། རྒྱལ་བ་རིན་པོ་ཆེ་གི་དགོངས་བཞིན་སུས་གི་སྒྲུབ་གི་ཡོད། ག་འདྲ་ཚེ་སྒྲུབ་ཐུབ་གི་ཡོད། སྒྲུབ་སྟངས་ག་འདྲ་ཚེ་སྒྲུབ་གི་ཡོད་ད་ནི་ང་ཚོ་ཤེས་དེ་ཡ་དེ་རེད་བ། ཨོ་དེ་འདྲ་ཅི་རེད། ད་ནི་ཁ་བདེ་བོ་ཞུ་བོ་ཅིག་བཤད་ཅེས་ནས་དེ་རིང་ཆབ་སྲིད་ཀྱི་གནས་སྟངས་ཤེས་ཡིན་འདི་ཟེར་ཐ་ན་ནི་རྒྱ་བ་རིན་པོ་ཆེ་གི་སྐུ་པགས་ཐོག་སོགས་མ་བཏང་རྒྱ་བ་རིན་པོ་ཆེ་གི་གསུང་ཐོག་སོགས་དམ་པོ་དམ་པོ་སྒྲུབ་བྱེད་ནི། ཨེ་ཆོས་གཉིས་སྲིད་ལ་ཕ་ཕྱོགས་ལ་གནས་སའི་ཚུལ་ཕྱོགས་ལ་གནས་སའི་རྩེ་འདི། བླ་མ་བེད་སྤྱད་བྱེད་ཀྱི་ཡོད་མ་ཡོད་རེད་མ་གཞི་གི་བླ་མ་ལ་དད་པ་བྱེད་བྱེད་ནི་བླ་མའི་གསུངས་པ་ལ་དངངས་པ་སྟེར་བ་ཅི་གལ་མ་རེད། དེ་བྱས་ཏེ་སོ་སོ་གི་བླ་མ་ཞེས་འདི་བླ་མའི་གི་གསུང་དུ་སོ་མ་ཁུ་ཡོང། ཨ་ནི་དེ་ནི་དེ་ནང་བཞིན་གི་པཎ་ཆེན་རིན་པོ་ཆེའི་གི་གསང་རྒྱ་ཟིག་གི་གསུང་འཕྲིན། དེ་ནང་བཞིན་གི་དེ་ནི་ལྕང་སྐར་རིན་པོ་ཆེའི་གི་གསང་རྒྱ་ཞིག་གི་གསུང་འཕྲིན། ཟངས་མདོག་རིན་པོ་ཆེའི་གི་གསང་རྒྱ་བའི་གི་གསུང་འཕྲིན། ཨ་ནི་དེ་རྣམས་ཆབ་སྲིད་གི་གནས་སྟངས་ལ་བལྟས་ཚེ་ལས་ཀྱི་སྣེ་མང་བ་བྱེད་རྒྱ་ཟེར་དུ་སོགས་གི། དེ་ནི་བཤད་རྒྱ་ཟེར་དུ་སོགས་ཕ་ཕྱུགས་ལ་ད་དེ་རིང་ཁུལ་ཤེས་རྒྱ་ཟེར་དེ་ལ་འགའ་ད་ཁྱེད་འདི་ལ་དེ་ལ་ཁ་གཏད་ཏག་ཏག་ཅིག་བཤད་འདུག་གསང་དུ་དེ་མ་གཏུགས་ན་དེ་རྣམས་མ་བཏང་བསྡད་དེ། ད་ང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་དེ་རེད། དབུ་མ་བཙལ་གི་ཡོད་ན་འདྲ། རང་བཙན་བཙལ་གི་ཡོད་ན་འདྲ། ཆོས་ལ་དད་པ་ཡོད་བ་ཡོད་ན་འདྲ། དེ་རྒྱབ་ཁ་ཆེན་པོ་ལ་ཤ་ཞེན་ཡོད་ན་འདྲ། ད་ང་ཚོ་བྱེད་སྟངས་དེ་རེད། ངོ་མ་བྱེད་དགོས་ས་དེ་ཁ་རུ་རུ་ཁ་བྱེད་བྱས་ཚེ་བེད་ཆོ་ཁ་སང་དོག་ཚོགས་བཅུ་དྲུག་ཚེ་ཚོ་མི་ནང་ལ་ཡོང་ཡ་མེད་ཚེ་ཚོ་ནང་མི་ཚོ་ལ་མ་འགྲོ་བ་བྱེད་ཡ་དེ་རེད། ད་ང་ཚོ་བྱེད་ཐུབ་གི་ཡོད་མ་རེད། ནང་ལ་འཆམ་མཐུན་བྱས་ཀྱི་ད་ཕ་རུ་སྤང་རྒྱུའི་རེད་བ། ཕར་སྤང་གྱི་རེད། ཚིག་རྐང་པོ་གཅིག་གིས་དེ་དག་ལ་འཁུར་མ་ཐུབ་ན་དཀའ་ངལ་ག་ཚད་འཕྲད་ཀྱི་ཡོད་མེད་དེ་ང་ཚོ་ལྟ་ཤེས་འདོད་རྒྱུ་དེ་རེད་བ། དེ་ཡིན་དུས་ས་ཐ་ན་ནི་ནང་པ་ཚོ་ངན་པ་དང། དེ་ནི་སྲང་ལམ་ཆེ་ཁོག་རེད་བསམ་གི་འདུག་ང་རང་འདྲ་ཡིན་ན་སྲང་ལམ་རྒྱ་ཆེན་པོ་ཁོག་བྱས་ནས་ཨ་ནི་འདི་བཤད་བསྡད་ཀྱི་ཡོད། སྲང་ལམ་རྒྱ་ཆེན་པོ་ཁོག་ནས། ཆབ་སྲིད་ཀྱི་དྲ་ལམ་ཡོངས་སུ་རྫོགས་པ་ལ་ང་མ་དན་དད་པ་ཞིག་ཡོད་ད་སོང། ག་རེར་ཟེར་ན་ངའི་ཕའི་རྩ་བ་ཉིད་ནི་ཐུགས་ཁུར་མེད་པ་དེ་ང་རང་རང་གི་ཧ་གོ་སོང་ཟེར་ངེས་ཞུ་ཡོད་ངའི་ནང་མྱི་གཞན་གཉིས་ནི་ངའི་གཞོན་སྐྱེས་མང་པོ་ཆེ་བས། དེ་རྒྱ་གཞུང་ལ་ཡང་སྐད་ཆ་བཤད་ཡིན་དུས་ས་དེ་ན་ན་དགའ་རྟགས་མཚན་རྟགས་སྟངས་འདི་ཉིད་དུ་སོ་ཁོ་རང་ཚོ་གི་འདས་ལོག་དང་མཐུན་པའི་སྐད་ཆ་ཅིག་བཤད་ཡོད་དུས། དེ་དགའ་ཉེ་དུ་སོགས་ལ་འདས་པ་གང་ཡང་གི་དགའ་རྟགས་ཚེ་དང་སྟོང། ཨ་ནི་ཕ་ཕྱུག་དུ་སོགས་ལས་གནས་པ་དུ་སོགས་ལ། ད་ད་ཚེ་དེ་སྐད་ཆ་དེ་གི་གནད་ཀྱང་ཡོད་དུ་སི་ད་ནི་དུ་སོགས་ཀྱི་དེ་ནི་སྡུག་རྟགས་སྟོང་ད་དེ་འདྲ་རེད། ངོ་མ་ང་རང་ཚོ་གི་གཞི་གཅིག་ཚང་དུ་བལ་མི་ས་ཡང་དྲུག་དེ་ང་ཚོ་ཕ་མ་གཅིག་གི་བུ་ཕྲུག་ནང་བཞིན་གྱི་ང་རང་ཚོ་ཚང་མ་ལ། ག་རེ་སི་ལ་དགོས་དཔེ་ན་སྐྱིད་པ་སྐྱིད་སང་གཅིག་རེད་བ། དང་ལ་གོ་དེ་མ་ཟད་པའི་ཁ་ཤས་ཀྱིས་ཀྱི་ཨ་ལན་རང་བཙན་ཐ་ཚལ་བ་ཡིན་ཟེར་བྱས་ནས་རྒྱ་ནག་ལ་མགོ་ཐག་ཆོད་ནས་ཨ་ལན་རང་བཙན་གྱི་རྒྱབ་ལྗོངས་དང་ལ་ལ་ཡི་གེ་འདྲ་མ་འདྲ་བྲི། སྐད་ཆ་འདྲ་མ་འདྲ་བཤད། ཨ་ལན་རང་བཙན་ཐ་ཚལ་བ་དོ་སོག་གི་དངོས་གནས་གྲོ་ནས་མདོ་སོག་རང་བཙན་ལ་དང་ལེན་བྱེད་གཉིས་ཀྱི་རེ་ཞྭ་སངས་བྱས་ནས་དགའ་ཐག་སྤང་གཉིས་མང་པོ་འདུག་ངོ་དེ་ནང་ལ་ཡོད་རེད་ག་ས་ག་ལ་ཡོད་རེད་ར་བ། དོ་སོག་གི་རྒྱབ་ལྗོངས་དོ་སོག་གཞོན་སྐྱོད་ཀྱི་ཆེད་ཡིན་ཏེ་ཁོ་རང་ཚོ་རྒྱ་ནག་གཞུང་ལ་མགོ་བཏགས་བྱས་ནས་ཡར་འགྲོ་འགྲོ་མར་འགྲོ་འགྲོ་ག་བྱེད་ཀྱི་རེད། མཐའ་ནག་གི་སྣ་ཐང་ལས་འདི་རྒྱ་ནག་ཐ་ཆད་བཅོས་ཀྱི་བོད་ཁུལ་སི་ཧ་འགྲོ་བྱེད་ནི་མ་དྲ་ནང་ལ་འཁྲིད་འགྲོ་ཉེས་མེད་དེ་དྲི་གི་རྒྱ་སྐྱོང་ལ་རང་བཙན་དེ་དྲི་དགོས་ཀྱི་ཡོད་ཟེར་རང་བཙན་མེད་ན་ཚ་ཚ་བ་རེད་ཟེར་ནི་སྐད་ཆ་བཤད་ཀྱི་ཡོད་རེད་ཨ་ནི་རང་བཙན་དགོས་ཡ་དེ་སྤྱི་ཚང་ཡིན་ཚ་དེ་བས་ཀྱང་ག་དེའི་ཕོ་བྲང་དང་དབུ་བཙན་བྱོལ་གཞུང་ལ་དགའ་མེད་པ་ཡིན་ན་ཨ་ནི། རང་བཙན་ཕྱོགས་ག་འདྲ་ཚིག་ནི་ལེན་གི་ཡིན་རེད་བ་དེ་ཚོ་ནང་ང་ཚོ་སང་ལ་གཏོང་དགོས་ཡ་ཅི་རེད་ད་སང་གི་སྤྱི་ཚོགས་ནང་ལ་ཅི་ཤེས་གི་ཡོད་མདོག་མདོག་འཇན་གི་ཡོད་མདོག་མདོག་བྱེད་ཉིན་ང་དང་ང་ལྟ་བ་དེ་འདྲས་གི་ང་ཚོ་དྲ་གྲོགས་གང་མང་དུ་ཡོད་བ་རེད་དེ་ང་རང་ཚོ་དེ་འདུག་དེ་ལ་རང་རང་སོ་སོ་གི་ཡི་གེ་བྲིས་པ་ནང་བཞིན་གྱི་ཧ་གོ་བདེ་བ་ཅིག་རེད་མ་གཞི་གང་ཡང་མ་ཤེས་གི་གང་ཡང་མ་འཇན་གི་དེ་འདྲས་མ་རེད་དུག་སེལ་ལ་རྩིས་བརྒྱད་ཐོག་ཉིན་སོ་སོ་གི་སྡེ་སྣེ་ལ་རྩིས་བརྒྱད་ཐུག་ཉིན་རང་གི་ལོ་ཚད་ལ་རྩིས་བརྒྱད་ཡ། བོད་ཀྱི་གནས་སྟངས་ལ་བརྩི་རྒྱུ་ཡང་ང་རང་ཚོ་གི་ཆབ་སྲིད་ཀྱི་གནས་སྟངས་ལ་བརྩི་རྒྱུ་ནི་ཨ་ནི་སྐད་ཆ་བཤད་རྒྱ་བ་དང་འབྲེལ་ཕྲན་ཐུགས་སོ་ནང་གང་འདྲི་འདྲ་བྱེད་ཡག་མ་རེད་འདུག་ཕྱིས་ནི་སང་ལང་གཏོང་དགོས། ལྷག་པར་དུ་སྐད་ཆ་བཤད་རྒྱ་ཟེར་གི་རྒྱ་སྐྱོང་དང་ངོ་བོ་ཐུགས་སོ་ནང་ལ་ཁ་ཕྱོགས་འདྲ་བོ་ཅིག་ག་བ་འགྲོ་གི་འདུག་དེ་ལྟ་དགོས་ཀྱི་རེད། ཁ་ཚོ་ར་ཉེ་ཆར་འདི་ནང་ལ་ཡང་དྲ་གྲོགས་གསེར་རྟ་ཚེ་རིང་ལགས་ཀྱིས་སྐད་ཆ་བཤད་སོང། བྱས་ཙང་དུ་སོ་དངོས་གནས་དྲུང་ནས་བདེན་པ་རེད་བ། སྐད་ཆ་མང་བཤད་འདི་སྐད་ཆའི་ངོ་བོ་བཅས་ལ་འགྱུར་འགྲོ་གི་རེད། ཨ་ནི་དེ་ཅི་འདི། ཅེས་སོ་སོ་གི་ཆོས་རིག་དེ་ངོ་ལ་སྐད་ཆ་དེ་འཇུག་འགྲོ་གི་རེད་ཟེར་སོང། ད་དངོས་གནས་གྲོང་ནས་གཞོན་སྐྱོད་ཚེ་ཡིན་འདི་བྱེད་དགོས་ཡ། དེ་འདྲ་ཅི་རེད་དོ། སྤྱི་ཐོངས་ཀྱི་ཕྱོགས་གང་འདྲ་ཅིག་ཡིན་ན་ཞལ་འགོག་བྱེད་དགོས་ཡ་བས་རྒྱ་དཀར་ལ་ཞལ་འགོག་བྱེད་དགོས་ཡ་ནང་པ་སངས་རྒྱས་པ་ལ་ཞལ་འགོག་བྱེད་དགོས་ཡ་རང་གི་ཕ་མ་དཔོན་ཆེན་ལ་ཞལ་འགོག་བྱེད་དགོས་ཡ་རེད་དོ་ཞེས་ཡིན་ན་ཡང་ང་ཚོ་ཚུར་བཙན་བྱོལ་ལ་བསྡད་པ་ཡིན་འདི། ང་རང་ཚོ་རུག་རུག་བྱེད་དགོས་ཡ་གི་གནས་སྟངས་ཅི་རེད་ཟེར། དེ་ཅི་འདི་ཟེར་དེ་ན་ན་དེ་ནས་ཅེས་འགྲེལ་བཤད་མང་པོ་བྱས་དེ་ཉིན་དུ་སོང་ནང། ཨ་ནི། ཨེ་ག་ལ་གང་བྱུང་ཅེས་ཧ་གོ་གི་ཡོད་སྲིད། ཡིན་ན་ཡང་ངས་དེ་དེ་འདྲས་དེ་འདྲས་རེད་ཟེར་བཤད་དགོས་ཡ་གལ་ཡོད་མ་རེད། ཨ་ནི་བླ་མའི་བཀའ་གསུང་ང་ཡང་ཏག་ཏག་ཅིག་སྒྲུབ་ཐུབ་ཉེན་མེད་ཅིག་མ་རེད་དེ་བྱས་ཏེ་ང་རང་ཚོ་ཚང་མ་གི་བླ་མའི་བཀའ་གསུང་སྒྲུབ་གི་ཡོད་ཟེར་རེད་མ་ཞིག་གི་ཏག་ཏག་ཅིག་སྒྲུབ་ཐུབ་གི་ཡོད་མ་རེད་ད་ཡིན་ན་ཆུག་ཆུག་ལ་འགྲོ་བདེ་ཁ་བྱེད་གི་ཡོད་རེད་བ་ང་ཚོ་ཨོ་དེ་འདྲས་ཅིག་རེད་ཟེར་བཤད་ཡ་ཡིན་ལགས་སོ་རྣམ་པ་ལྷན་རྒྱས་ཚོ་ཨ་ནི་དེ་རེད་ནི་འགོ་བཟང་ད་སྐད་ཆ་དེ་འཕྲལ་དུ་ངས་བཤད་གི་མེད་ཐུགས་རྗེ་ཆེ་དགོངས་དག། དེ་ནས་ད་དག་ཟེར་དེ་ནས་ཉམས་མོང་པོ་ཅིག་བཤད་དེ་ཁོ་དང་རྣམ་པ་ཚོ་ཚང་མ་གི་ཨ་ནི་ང་དེ་མ་ཤེས་རང་ཤེས་འདྲ་ཅིག་ཁེལ་སོང།

དེ་གཅིག་མི་ངན་ལ་ཡག་རྡོག་ར་འདྲ་འཁྲབ་ཟེར་འདྲ་བོ་གཅིག་འདུག་མ་བྱས་ན་བྱས་ཡིན་ཟེར་སོང་མ་བྱུང་ན་བྱུང་ཡིན་ཟེར་ཟེར་དེ་འདྲ་གཅིག་གང་ཡང་མ་རེད། ཚེ་ཚད་མ་ད་གོང་ཟེར་ཡ་དེ་སོ་སོ་གོ་མི་ཚེ་འདི་དང་འབྲེལ་བ་ཡོད་བདེ་བ་ཅི་རིགས་མ་ཤེས་མི་གཞན་པ་གཅིག་གིས་བཤད་རྒྱག་ན་དེ་ཡག་རུ་འགྲོ་ཡ་གཅིག་འདུག་དེ་བསྡུར་བྱེད་རྒྱག་པ་ཡིན་ན་མ་ཟག་འགྲོ་ཡ་གང་ཡང་ཡོད་མ་རེད། དེ་འདྲ་གི་རེད་ང་ཚེ་རབས་ག་ཅེས་ཏེ་ཆུང་བྱིས་པའི་སྐྱེས་པའི་དུས་ནས་ཚེ་ར་ག་ཅེས་རང་རེད་ད་ལྟ་ཡང་དེ་ག་རང་རེད། མགོ་ལ་མ་གཅིག་རྒྱག་བ་ཡིན་ན་ཡང་འཐོར་རུ་འགྲོ་ཡ་གཅིག་འདུག་མགོ་ལ་ཧང་གུག་གཅིག་བཀང་བ་ཡིན་ན་མ་ཟག་རུ་འགྲོ་ཡ་གལ་ཡོད་མ་རེད་ཁོ་རང་རྒྱག་ཅི་རུ་བ།